ལྷན་རྒྱས་ཁམས་བཟང་ང་རང་ཚོ་གི་བརྙན་ཐུང་འདི་མཐོང་དུས་ཙམ་པ་བི་རྒྱ་རྒྱ་ཡོད་རྔམ་སྐྲག་ཅེས་མ་བྱེད་ཨ། ད་ང་རང་ཚོ་གི། དེང་སང་ཡིན་སོང་ན་ང་རང་ཚོ་གི་བུད་མེད་ཁག་ཅིག་ཡིན་སོང་ན་ང་ཚོ་ཁྱོ་ག་ཡག་པོ་མ་ཐུག་པའི་སྡུག་བསྔལ་རེད་ཁག་ཅིག་ཡིན་སོང་ན་ཁྱོ་ག་ཡག་པོ་ཐུག་ནས་ལས་རྐུབ་དེད་མ་ཚུགས་པ་བྱས་བྱས་ད་ག་ས་ག་ལ་རྒྱུགས་བསྡད་ཡོད་ཡོད་ས་རེད་འདུག་བ། ད་ངས་དེ་རིང་གནས་ཚུལ་དངོས་ཡོད་ཅིག་མ་ཤེས་ཡིན། ད་ཨ་དེའི་གནས་ཚུལ་དེ་ག་འདྲ་རེད་འདུག་ཟེར་སོང་ན་ཅོག་ལགས་ཅིག་གིས་ང་ལ་ཁ་པར་བརྒྱབ་བྱུང་ཅོག་ལགས་དེ་ག་འདྲ་རེད་འདུག་ཟེར་སོང་ན་དངོས་གནས་མོ་རང་ཡིན་སོང་ན་ལས་ཁུངས་ད་ཨ་གར་ཐུག་སོང་ན་གང་ལ་གང་ཚོད་ཅིག་ཡོད་པ་བྱས་ཨ་ནི་ཡོང་འབབ་ཡག་པོ་ཡོད་ས་རེད་ཤག། ཨ་ནེ་ད་ནང་ལ་ཡིན་སོང་ན་དངོས་གནས་དྲ་ནས་ཟ་རྒྱུ་འཐུང་རྒྱུ་གོང་རྒྱུ་གང་ཅིའི་ཐད་ལ་ཡང་སྣང་དག་གོ་རེ་མེད་པ་འདྲ། ད་དེ་འདྲ་ཡིན་དུས་རྩམ་པ་ཡིན་ནའི་ལ་ཅོག་ལ་ད་ལས་ཀ་འདོན་ཚུལ་དག་ལ་ཡང་ད་གར་ཐོག་སོང་ན་དྲི་བ་ཚ་བ་རེ་ཅིག་ཡོད་པ་བྱས་དེ་ནས་ད་པར་རེ་ཞིག་ཕྱི་ལོག་ལ་ད་གར་ཐོག་སོང་ན་ང་རང་ཚོ་གི་ཚོང་རྒྱབ་ཡ་ད་ཡང་མ་ན་ཅིག་ཚོང་དུ་ཚོགས་ཡ་ལ་སོགས་པ་ག་ས་ག་ལ་འགྲོ་བསྡད་དགོས་ཀྱི་ཡོད་ས་རེད་དོ། ཨ་ནེ་དེ་འདྲ་བྱས་བྱས་འགྲོ་ཡོང་དུས་རྩམ་པ་མ་གཞི་ཁོ་རང་གི་དངོས་གནས་དྲ་ནས་སེམས་འདི་ནང་ནས་ད་སོ་སོ་གི་བཟའ་ཚང་འདི་ལ་ཡང་དངོས་གནས་དྲ་ནས་ཀྱི་ཡིད་ཆེས་ཆེན་པོ་ཡོད་ས་དེ་འདྲས་ཡོང་གི་རེད་བསམ་གྱི་སྣང་བ་ཡུལ་ལ་གོ་མྱོང་མེད་ཟེར་གི་འདུག་ད་དེ་འདྲས་བྱས་བྱས་ག་འདྲ་རེད་ཟེར་སོང་ན་མོ་རང་ཉི་མ་གཅིག་འཁྲུག་ཁྲལ་ལ་འགྲོ་གི་འདུག་ལབ་བྱས་ཨ་ནེ་ཕྱི་ལོག་ལ་ལྟ་གི་ལས་ཀ་ཇི་ཡག་འགྲོ་གི་འདུག་ལབ་བྱས་དེ་ནས། གནས་ཚུལ་དེ་ཏག་ཏག་མ་བལྟས་པ་བྱས་བྱས་དགོང་དག་ནང་ལ་ཡར་ལོག་གི་ཁེལ་བ་རེད་ས་བཅུ་ཚོ་བཅུ་གཉིས་དེ་བ་ལ་ནང་ལ་ཡར་ལོག་ཡོང་དུས་རྩམ་པ་ག་འདྲས་བྱས་བྱས་བསྡད་ཡོད་རེད་ཟེར་སོང་ན་ནང་ལ་ཡར་ཨ་ཅེ་དེ་གིས་ཕྱི་ལོག་གི་མི་དེ་ཡར་བསྐོངས་བྱས་ཨ་ནེ་ཁོ་རང་ཉིད་ཀྱི་ཉལ་ཁྲི་གང་ལ་ཉལ་བྱས་ཨཱས་ཨ་ཅོ་དེ་དངོས་གནས་དྲང་གནས་ཀྱི་སེམས་ཞེད་སྣང་ཁོ་རུ་འདུག་པས་མ་ཚད་ད་དངོས་གནས་ད་ལྟ་ལས་ཀ་ག་རེ་བྱེད་གནས་ལས་ད། སེམས་ད་དངོས་གནས་ཁྱེད་རང་ཚོ་གི་ཧ་གོ་གི་རེད་བ་དེ་འདྲ་བྱས་པས་ན་ནང་སུན་ག་ཚད་འདུག་གི་མ་རེད་རེད་མ་རེད་བྱས་ཙང་གི་བྱས་ད། ང་རང་ཚོ་གི་ད་ལྟ་ང་རང་ཚོ་རྐུབ་སྟེགས་མ་ཚུགས་ཉིན་ཁ་ཅིག་ཞིག་འདུག་བ། གཅིག་ནས་བྱས་པས་ན་བཟའ་ཚང་ཁ་བྲལ་བཏང་ཉིན་དང་གཉིས་ནས་བྱས་པས་ན་སོ་སོའི་གི་བཟའ་ཚང་དེ་ལ་ཡ་བདག་པོ་མ་བརྒྱབ་ཉིན། ད་དེ་འདྲས་བྱས་པས་ཞུ་བ་ཁྱེད་རང་ཚོ་ད་ལྟ་ང་ཚོ་འདྲ་མ་འདྲ་ལྐོག་ལ་ཅིག་བྱེད་གི་ཡོད་བྱེད་ཉེན་ཡིན་བསམ་བྱས་ད་གར་དོ་ཟེར་ན་ཕ་ཆོས་ལྐུགས་པ་རྩི་ཉེན་ཞིག་འདུག་བ་དེ་དངོས་གནས་དྲ་གནས་རང་ལྐུགས་པ་རེད། དོན་དག་འདི་འདྲས་རྔམ་བྱེད་མ་ཐོག་ཧ་གོ་གི་རེད་དེ་ལས་རྒྱུ་འབྲས་ཡོད་རེད་བ། རྔམ་བྱེད་མ་ཐོག་གི་རང་ག་ཚད་མ་གོ་ག་ཚད་བེད་སང་བྱེད་ནས་ལ་ཧ་གོ་གི་རེད་ད། དངོས་གནས་དྲང་གནས་ཀྱི་ཧ་གོ་གི་རེད་བྱས་ཙང་གི་བྱས་ང་རང་ཚོ་རེ་བ་ལ་གར་དོགས་སུ་ན་ཁྱེད་རང་ཚོ་ལ་ཡ་ད་ལྟ་འཚོ་བ་བདེ་སྐྱིད་ལྡན་པའི་གི་འཚོ་བ་ཅིག་ཡོད་པིན་ན་ཨ་ནི་དེ་ལ་ཡ་གཅེས་སྤྲས་བྱེད་དགོས་ཡ་དེ་ཧ་ཅང་གི་གལ་ཆེན་པོ་ཅིག་རེད་བསམ་གི་འདུག་ལ་ནི་དེ་བས་ཀྱང་གི་བཟའ་ཚང་ཁ་བྲལ་ཕྱིན་པིན་ན་ཁྱེད་རང་གི་སྤུ་གུ་ལ་བསམ་ན་ཞེ་སྡང་དང་དེ་བས་ཀྱང་གི་ཁྱེད་རང་གི་ནང་མི་ལ་བསམ་ན་ཞེ་སྡང་དང་དེ་བས་ཀྱང་གི་ཕ་ཕྱོགས་གི་ནང་མི་དང་སོ་སོ་གི་ནང་མི། གང་ཚང་ལོ་ལ་བསམ་བློ་བཏང་དགོས་རེད་བ། ཨ་ནི་སྤྱི་ཚོགས་ལ་བག་ཆགས་ག་འདྲ་བཞག་གི་རེད་སྤུ་གུ་ལ་བག་ཆགས་ག་འདྲ་བཞག་གི་རེད་དེ་གའི་ཐོག་ལ་ཡང་བསམ་བློ་བཏང་བྱས་ཨ་ལས་རྐུབ་དེ་གཡུག་གི་འདུག་འོ་མི་འདུག་བསམ་བློ་ཞིག་བཏང་ཨ་ནི་ང་རང་ཚོ་གའི་བརྙན་ཐུང་དེ་མཐོང་དུས་བརྩམས་པ་ཡིན་གཅིག་མི་གཉིས་དྲུག་དྲུག་སྙིགས་མ་དེ་མཚམས་གང་མང་མང་གཅིག་དང་རྒྱུད་སྐུད་གང་མང་མང་ཞིག་གནང་རོགས་གནང་ཨ་མི་གཞན་དག་གི་དེ་འདྲ་མཐོང་བ་པི་ཡིན་ན་སེམས་ནང་ལ་གཅིག་བྱས་ན་མིན་ན་སེམས་ཁུར་ཐེག་གི་རེད་ད་ཐེག་ཡ་མེད་པི་ཡིན་ན་ཐབས་ཤེས་ཡོད་མ་རེད་བ་འོ་དེ་འདྲ་ཅིག་རེད་ཤག་ཨ་ནི་ལྷན་སྐྱེས་རྣམ་པ་དངོས་གནས་དྲང་གནས་དེ་འདྲ་མ་བྱེད་རོགས་གནང་ཞུ་ཡ་ཡིན་ད་ག་ནང་བཞིན་ང་ནི་དངོས་གནས་དྲང་གནས། མི་ཚེ་དུས་ཀྱི་ནང་ལོགས་ལ་གར་ཐོག་ཟིན་ན་མི་བཟའ་བ་ལ་བརྒྱབ་སྟེ་ཉལ་དུ་འཛུགས་ངོ་ཚ་རྒྱུ་ཁོ་རུ་མེད་པ་འདྲ་འདུག་བ་ད་དུང་དངོས་གནས་དྲ་ནས་བུ་ཡིན་ན་འདྲ་བུ་མོ་ཡིན་ན་འདྲ་དངོས་གནས་དྲ་ནས་ཕ་ཅོག་གི་ཁྱིམ་ཚང་གང་གི་གཏོར་བརླག་བཏང་གཏོར་བརླག་བཏང་ཚར་བའི་གི་མཇུག་འབྲས་དེ་རང་གི་ཧ་གོ་གི་ཡོད་པས་དངོས་གནས་བསམ་མནོ་ཡག་པོ་བྱེད་བྱེད་བཏང་རང་དེ་བ་ལ་གར་ཐོག་ཟིན་ན་བཟའ་ཚང་གཏོར་བརླག་ཕྱིན་ཆོག་དུས་ཚོད་ནང་ལ་ཡ་གཅིག་རྟ་ཁ་རྒྱུག་ད་ཨ་ནི་ག་འདྲས་ཅིག་བཟོས་བཞག་འདུག་རང་གཅིག་པོ་གི་གར་ཐོག་ཟིན་ན་འདོད་ཆགས་ཀྱི་ཆེད་དུ་མིའི་ཁྱིམ་ཚང་ག་འདྲས་བུ་ཕྲུག་ཟླ་དྲུག་བཟོས་འདུག་དེ་སྐད་ལ་ཡ་གཅིག་ལྟོས་དང་དངོས་གནས་དྲ་ནས་བྱེད་ནུས་པ་འདུག་བས་འོང་དུ་ཟིན་ཡིན་ལྷན་རྒྱས་རྣམ་པ་དྲེར་དེ་ལས་ད་དྲུག་དྲུག་སྙིགས་མ་དེ་ཚང་བརྒྱབ་ཤོག་ཨ།